ཨ་ནི་ཡུ་རོབ་ཀྱི་ནགས་དེ་རིང་ད་གང་ལྟར་འཚམས་གཟིགས་འགྲོ་འདོད་ཅིག་ཅིག་འགྲོ་འདུག་བའོ་ད་ཐིག་གི་འཚམས་གཟིགས་དེ་གི་སྐོར་ལ་ཨ་ནི་ད་དེ་རིང་དེ་ལྟ་ང་ཚོ་བརྙན་ཐུང་གི་གནད་དོན་མཐའ་དམག་གི་ནང་འོག་ལ་ཨ་ནི་ངས་དེར་ཐུང་ཐུང་ཅིག་བཤད་ན་བསམས། དེ་ཕྱི་ད་ད་དེའི་ཆ་ལ་ཕེབས་དང་ཚོ་ཨ་ནི་ར་ཤི་ཡའི་དང་ཨ་ནི་ཡུ་ཀེ་རེན་དམག་དང་འབྲེལ་བའི་ཐོག་ལ་ད་ཐིག་ང་ཚོ་གནས་ཚུལ་གསར་བ་ཤོར་བ་ཡིན་ན་རེམ་ཐིག་ད་འགྱུར་བ་གས་ཤོག་ཅིག་ག་རེ་ལེགས་འདུག་ད་དེ་ཡང་ཕ་ཆེ་ད་དང་གོང་དུ་ང་ཚོ་ཁ་ཚ་དེ།

གནས་སྟངས་དེར་གང་འདྲ་ཅིག་བྱུང་ཞེས་རོ་བ་བོ་དེ་ཚོ་ལ་བལྟ་སྐབས་ས་ག་ད་ད་ནྟ་གི་དེ་དེ་ལ་ར་ཤི་ཡའི་ངང་ནས་ཚུགས་དེ་ད་ད་ཡུག་རེན་གྱི་གྲོང་ཁྱེར་ཆེ་ཁག་ལ་གཏོར་རྒྱལ་བཏང་ཟེར་བ་ཨ་དེ་གི་དེ་ད་ད་གྲོང་ཁྱེར་ཆེ་ཁག་སུ་ན་ལ་ཡས་རྒྱུ་དེ་རེད་ད། གློག་ཁང་དང་ཆུ་འཛིན་ལ་དེ་རིགས་ཅིག་དེར་གང་ད་བས་གཏོར་རྒྱལ་བཏང་དང་ཐབས་ཅིག་དང་གང་ད་དམག་ཅིག་ཞེས་རོ་བ་བོ་དེ་ད་རུང་ཡང་གང་ད་མུ་མུ་དེ་གང་ད་ཁོ་ཚོ་བས་ད་ལག་ལེན་བསྟར་རེས་འདྲ་བོ་ཅིག་ཆགས་ད།

ཡུ་ཀེ་རེན་གྱི་ངོས་ནས་ཨ་མདོ་དེ་དག་ཨིན་ཇི་ཀྱི་ཏང་ཡོག་དེར་ཚིག་མཛོད་དེར་བེད་སྤྱད་བྱས་རྗེས་ཨ་ར་ཤའི་ས་ཁུལ་འདི་ག་ད་གཏོར་ན་ད་འགྲིག་གི་ཡོད་ཟེར་བ་ཡང་མ་དེ་ག་ད་གཏོར་མཁན་ཏང་ཡག་དེ་ག་ལ་འདི་ད་ག་ཟེར་དེ་ཨིན་ཇི་ངོས་ནས་དེ་ད་རྒྱབ་སྐྱོར་ཡོད་དེ་ག་ད་བེད་ཁོ་རང་ད་གསལ་བསྒྲགས་ཟེར་བ་ཡང་མ་དེ་ག་ད་སྐད་ཆ་རེ་བ་ཞིག་ག་ད་ཅིག་བཤད་སོང་བ་འོ་དེ་སྐད་ཆ་བཤད་བ་ལ་བརྟེན་རྗེས་ད་དེ་ད་མདང་དགོང་དུ་ད་ར་ཤའི་ངོས་ནས་དེ་དེ་ག་ད་ད་ཉིན་རྟགས་སུ་ར་ཞུགས་ཆོག་ཅིག་ག་རེ་བཏང་ད་དེ་ག་ད་ད།

ད་དེ་ཡང་སྤྱིར་བཏང་ད་ལས་དེ་ད་ང་ཚོ་ཁ་ཟ་དེ། ར་ཤི་ཡའི་དང་ཡུཀ་རེན་གྱི་དམག་དེ་ཤོར་ནས་བཟུང་སྤྱིར་བཏང་གང་ད་དེ་ཁར་ཟ་དེ། ཨིན་ཇི་དང་ར་ཤི་ཡའི་གཉིས་བར་གྱི་འབྲེལ་བ་དེ་ཞི་ཧོ་ཚེ་མའོ་གང་ལ་འགྲོ། ཡག་མ་ནས་ཞི་ཧོ་གང་ད་བས་དེ་ཁ་ལོ་ད། བས་དེ་སྐྱོ་བོ་ཞི་ཧོ་ཅི་ད་འགྲོ་བས་དེ་རིང་གང་ད་བས་གནས་སྟངས་འདྲ་བ་ཅིག་ཨ་བྱུང་ཡ་རོ། ད་དེ་ཡང་ད་ཁ་ཟ་དེ། ཨིན་ཇི་ངན་དེར་ད་ཕ། ཡུཀ་རེན་ལ་གང་ད་དམག་དང་མཚོན་ཆ་ཐོག་ནས་རྒྱབ་སྐྱོར་བྱེད། ཨ་ནི་དེ་ཙམ་མ་ཡིན་པ་ད་གང་ད། ཆབ་སྲིད་ཀྱི་ལངས་ཕྱོགས་དང་གང་ད་ད། གང་ཅིའི་ཐད་ནས་ཕག་ཡུཀ་རེན་ལ་ཞོ་རྒྱབ་སྐྱོར་དང་ད་ཕག་ར་ཤི་ལ་ད་ངོ་རྒོལ་ཤུགས་ཆོད་ཞོ་དེ་གང་འདྲ་ཞིག་བྱེད་རུ་བའོ་དེར་གནད་ཀ་ཕྲན་ད་གང་ད་ར་ཤི་ཡེ་དང་ཨིན་ཇི་ཉིག་ཨིན་ཇི་ཉིག་བར་གྱི་གང་ད་འབྲེལ་བ་དེ་ཞོ་ཞིག་གང་ད་ཚད་དམའ་བ་ཞིག་གང་ད་ད་ལས་རོ་ཅི་ཨ་ཅག་ད་ཤི། ད་དེ་ཡང་པེ་ན་ཁ་སེ་ད་དེ་ར་ཤི་ཡེ་ངེད་ཚོ་དེར་ཨིན་ཇི་ལ་བས་དེ་ད་ཉི་ད་ད་ང་ཡི་དང་ད་ལས་ཙམ་མ་ཡིན་པ་ངེད་མ་ཡང་བས་དེ་ཏིག་སི་ཉི་ད་ཞིང་ནང་ཚོ་དེར་ཏང་ཡིན་པ་ད་དེ་ཡང་པེ་ན་ངེད་མ་ཁ་སེ་དེ་ད་ར་ཤི་ཡེ་ཡུཀ་རེན་དམག་དང་པོ་ཤོར་སི་སྐབས་སུ་དེ་ད་ཨིན་ཇི་གི་སི་ལེན་དེ་སི་ལེན་དེ་ད་བོ་རིས་ཇོན་སིན་གྱི་ཨ་ཅག་རེད་བ་འོ་དེའི་སྐབས་ད་རེ་ཤེ་དེ་ད་དེ་ག་རེ་ཟེར་སྲིད་འཛིན་པུ་ཀྲིན་གྱི་དེ་རེད་ད་དེ་ད་མི་ཉེ་ཤེ་དེ་ད་དེ་རེ་ཤེ་དེ་སྲིད་འཛིན་ཟུར་བ་དེ་ད་འདྲེ་མི་ཀྲུ་རི་པེ་སི་ཀོ་ནས་སྐད་ཆ་ག་རེ་བཤད་ད་དེ་གང་ད་བེད་དེ་ད་ཨིན་ཇི་གི་སི་ལེན་བོ་རིས་ཇོན་སིན་ཁང་པ་ཁོ་རང་གང་ལ་བེད་དེ་དུག་འདྲེན་སེ་ཆ་ཡུག་ཡང་ཟུར་བ་ཡ་མར་ག་ད་འབམ་དབུས་གོ་ལ་འདྲེ་གང་ད་བེད་ཉིན་ད་ཅི་གང་ད་སྔིན་མ་བཏང་ཡོང་བ་འོ་དེ་བཏང་ང་ནང་ད་ཡན་ད་དེ་བྱེད་ད་གང་ད།

ར་ཤི་ཡས་ནས་ཡུཀ་རེན་དམག་དང་འབྲེལ་ཡོད་དོ་ན་ད་སྐད་ཆ་གལ་ཆེ་བོ་ཞིག་ག་རེ་རེད་ད་འདི་གང་ད་ད་ལྟ་གི་ཚེ་ལ་ཨ་ནི་ཁོ་གཉིས་དེ་ག་ང་སའི་སྒང་ལ་ད་དེ་འདྲའི་འཛམ་གླིང་རྒྱལ་སྤྱི་གི་དེ་རིང་ད་བལ་ད་ཞི་བི་གི་ད་ཁ་ལོ་ད་ཅིག་བྲེ་ཆག་སོ་ར་ཁུ་རེ་ཨ་ནི་འཛམ་གླིང་རྒྱལ་སྤྱི་ཙམ་མ་ཡིན་པ་ག་ད་རྒྱ་རྒྱ་ཁབ་སུ་ཞིག་ནས་དེ་རི་ཞི་བི་བྲེ་ཆག་ཅིག་ཁུ་ཡི་སྐབས་སུ་ཨ་ནི་དེ་ལ་རྒྱ་ནག་གི་ནས་ག་དེའི་ནང་རྒྱབ་སྐྱོར་ཡོད་ཟེར་བ་ད་ཡིན་ན་དེ་ཡང་རྒྱབ་སྐྱོར་བྱེད་བྱེད་ཡ་དེ་གང་ད་རྒྱ་ནག་གི་ཡང་ཆ་རྐྱེན་དེ་ག་རེ་བསྟན་ད་འདི་གང་ད་ད་དེའི་སྐབས་སུ་ད་ཞི་བི་བྲེ་ཆག་ཁུ་ཡི་སྐབས་སུ

བར་ཆད་གསུམ་པ་དེ་སྐབས་སུ་ད་ལྟ་ར་ཤི་ཡའི་ནང་དེར་སྲིད་འཛིན་གྱི་འོས་བསྡུ་དེ་གང་ལྟར་བྱས་འབའ་འོ་ད་དེ་གི་འོས་བསྡུ་ནང་ལ་གང་ལྟར་ད་མཐའ་མི་རྒྱལ་ཁ་ཐོབ་ཉེ་དེ་ཨ་ནི་ར་ཤི་ཡའི་སྲིད་འཛིན་པུ་ཏིན་གང་ལྟར་ཅིག་ཆགས་འདིར་བ་ནི་དེ་མཐའ་མི་རྒྱལ་ཁ་ཙམ་མ་ཡིན་པ་བས་དེ་རྒྱལ་ཁ་དེ་ཞོ་ཞིག་བས་དེ་ད་ཚད་མཐོ་བོ་ཞིག་གང་ལྟར་ཅིག་ཐོབ་རོ་བ་འོ་ད་ར་སོ་ད་གང་ལྟར་པུ་ཏིན་གོ་ནི་དེར་ད་ལོ་དྲུག་ར་ཤི་ཡའི་སྲིད་འཛིན་འདྲ་བོ་ཅིག་གང་ལྟར་ཅིག་ཆགས་རོ་བ་འོ་ད་དེ་སྲིད་འཛིན་ཆགས་ཡོད་དེ་ར་ད་ང་ཚོ

རྒྱབ་སྐྱོར་ཡོན་སྡེར་ག་ད་ཁོ་ཚོ་བས་ད་ཅིག་གནས་ཚུལ་རོགས་གང་ད་ཅིག་བསྟན་ཤར་བ་འོ་ད་ཐིག་གི་ཤུགས་ལ་ཨ་ད་ལས་བས་ད་ཁོ་ཚོ་ཨེ་ཇིབ་གི་ནང་ད་དེ་ད་ཁོ་གཉིས་དཀྱིལ་མར་བར་དུམ་གྱར་ཟེར་བ་ཡ་མ་ནི་ཁོ་གཉིས་ཀ་ང་སེ་རང་ད་བས་ཞི་བའི་ད་ཁོ་ཚོ་བྲེལ་འདུག་ཤར་བ་འོ་ད་ཐིག་ཞེ་ཡུ་བྲེལ་འདུག་ན་ལ་གང་ད་བས་ད་ཆ་རྐྱེན་ག་ལ་གང་ཚ་མང་པོ་བསྟན་རུ་བ་འོ་དེ་ཆ་རྐྱེན་ཚ་མ་གང་ད་ཧ་མ་སི་ག་ནས་ད་ངེས་ཟིན་ག་ལ་ད་ཧ་མ་སི་ག་ནས་ད་རྒྱབ་སྐྱོར་ཡོན་སྡེར་གང་ད་བས་ད་ཅིག།

ད་དེ་ཡང་ད་ལས་ཁ་ཚ་ད་དེ་ཞི་ཅིང་ཕིང་ལས་ཕག་ཡང་ད་ཡུ་རོབ་ཀྱི་ནང་དེ་རེ་འཚམས་གཟིགས་འགྲོ་བས་དེ་ག་ད་ད་འཚམས་གཟིགས་ཞེའོ་ག་ད་ད་གས་ཆོག་ཆགས་དེ་ད་དེ་གས་ཆོག་ག་རེ་ད་ད་དེ་གང་ད་ད་ག་ས་དེ་ལོ་ལྔ་གི་ནང་ལོགས་ནས་ད་གང་ད་ད་ད་རྒྱ་ནག་གི་དེ་རེ་ད་དཔེ་རིགས་ཐོག་ཤེས་དྲའོ་ཡར་མར་ད་རྒྱ་ནག་གི་སྲིད་འཛིན་དང་ད་ཡུ་རོབ་ནང་འགྲོ་བས་ག་ད་ད།

རྒྱལ་ཁབ་ཚོར་བ་འོ་དེ་ཚོ་ཞི་བོ་གས་ཆོ་ཆ་ཡེར་ད་དེ་ཀར་སི་ན་དེ་འདྲ་སྤྱི་དང། ཡུ་རོབ་ན་ལ་དེ་རི་ད་རྒྱལ་ཁབ་མང་པོ་ཞི་བོ་གང་ད་ཡེར་བ་འོ་དེ་རྒྱལ་ཁབ་མང་པོ་ཡེར་རྒྱོ་དེ་ཚོ་ནི་ད་གང་ད་རྒྱལ་ཁབ་ཁ་ཤས་ཞིག་ཚུགས་པས་དེ། ཟུར་དུ་བསྟན་སོ་ར་ཚུགས་འབུར་དུ་བསྟན་ཡེར་བ་རོ་འོ་དེ་ར་སོང་ས་ནི་དེ་གི་རྒྱལ་ཁབ་ཏོག་ད་ཐད་ཀར་གང་ད་རྒྱ་ནག་ལ་གས་ཆོ་ཆས་སོ་ར་ཨ་ནི་དེ་ལས་གང་ད་ད་གནད་འགག་ཚགས་དེ་ད་ད་རང་གི་གང་ད་ད་འཛམ་གླིང་མཁྱེན་ཡོང་ཁོ་རང་གི་དེ་རི་ད་ཆབ་སྲིད་ཀི་འཕོ་འགྱུར་དང་འབྲེལ་ཡི་ཐོག་ནི་ཨ་ནི་དེ་ཚོ་ཞི་བོ་ཞིག་གང་ད་ད་གས་ཆོ་ཆ་གང་ད་ཅིག།

ད་ཧྥ་རན་སི་པི་ཚ་ཇི་ལ་དྭགས་ང་ཚོ་རྒྱལ་ཁབ་གཉིས་བར་ད་ལྟ་གཉིས་དང་ད་སར་བི་རེ་དང་ཧང་ག་རི་གཉིས་ཆགས་ཕ་ར་ཤི་ཡ་ལ་ཤུགས་ཆེའོ་ཉེའོ་རྒྱུ་དེ་རེད་ཁ་ད་རྒྱལ་ཁབ་གཉིས་ཆགས་དེ་རེད་ད་དེ་ཡང་དཔེར་ན་ང་ཚོ་ཁ་ཚ་དེ་ད་སར་བི་རེ་ན་ལ་རྒྱུ་དེ་རེད་ཚེ་ད་ད་སྲིད་འཛིན་ད་ཁོ་རང་ཡང་ད་དེ་ཁ་ད་སྲིད་དབང་གལ་ཆེ་རུ་འགྲོ་ཁ་ད་དེ་རེད་ཅིག་སྲིད་འཆར་བའོ་ད་དེ་པང་ད་ར་ཤི་ཡའི་སྲིད་འཛིན་པུ་ཏིན་ལ་ཤུགས་ཆེའོ་ཉེའོ་རྒྱུ་ཨི་ཨ་རི་དེ་རེད་གོ་རེ་ཆགས་དེ་རེད་རོ་ཨ་རི་དེ་ཉིན་ད་ང་ཚོ་ཁ་ཚ་དེ་ད་ཧང་ག་རེ་ན་ལ་རྒྱུ་དེ་རེད་ཧང་ག་རི་སྲིད་འཛིན་ད་བྷིག་ཏྲོ་ཨོར་པན་དེ

འགྲོ་རུ་འོང། ད་གང་ལྟར་དེ་འབྲེལ་གྱི་འབྲེལ་བ་ཡག་པོ་བཞག་གི་འདི་རང་འདོད་པའི་གནས་སྟངས་བྱས་ཡོད་པ་ནི་ད་གང་ལྟར་ཡང་དེའི་སྐབས་སུ་ག་ད་ལྟ་རྒྱ་ནག་ཁོ་རང་གི་མཐུན་ཕྱོགས་རྒྱལ་ཁབ་ཡག་ཤེས་ཡང་མ་ནི་ཞི་ཅིང་ཕིང་ཁོ་རང་གི་དང་མི་ཉེ་ཤེས་ག་ད་ལྟ་པུ་ཀྲིན་དེ་ག་ད་ད་ལྟ་ལས་གཏོང་བྱེད་ཀྱི་ཡང་མ་རེད་དོག་དོག་ཤེས་ན་ག་ད་ལྟ་ད་ལན་གྱི་འཚམས་གཟིགས་དེ་གི་འཕྲེད་ནི་ཕྱོགས་ཞྭ་མ་ཅི་རེད་ག་ད་ལྟ་རྒྱ་ནག་གི་ད་ལན་ཤུགས་ཕྱོགས་སྟེང་དུ་ད་ལན་ག་རེ་སྤྲད་ཟིན་ད་གང་ལྟར་འདི་ག་རེ་ཟ་འདི།

ཁོ་རང་གི་དེ་རེ་ཁང་དང་དམག་མི་ཚོགས་པ་ཟེར་བ་ཡང་མ་ག་དེ་རེ་དམག་མི་ཡིག་བྲིས་འགོ་དུ་ལ་དེ་རེ་ཁང་དང་བསམ་ཚུལ་ཤུགས་ཆོས་ལ་དེ་རེ་ཁང་དང་གོ་སྒྲིག་ཆ་ཤ་དེ་ཙམ་མ་ཡིན་པ་ད་ལྟ་ཁ་སང་མ་གཏོགས་ཁང་དང་མེ་ཀི་རོང་སྐད་ཆ་མང་པོ་བཤད་སོང་ད་ལྟ་ཡུ་རོབ་ཁང་དང་ཨ་རི་ལ་བལྟས་མ་གོ་ན་དེ་ལས་ལྡོག་ཏུ་ཁང་དང་བལྟས་དེ་ཡུ་རོབ་ཁོ་རང་གི་ཅིག་བྱེད་ཀྱི་ཡོད་ཟེར་བ་ད་དཔེར་ན་ཁ་ཚང་ང་ཚོ་དེ་ར་ཤི་ཡན་ཡུག་རེན་དམག་དང་འབྲེལ་ཡོད་དོན་དང་ཁང་དང་མེ་ཀི་རོང་གི་ཁང་དང་སྐད་ཆ་གས་ཆོ་མང་པོ་ཤོང་ཤོག་ཁང་དང།

རྒྱ་མི་གཉིས་དམག་ཤོར་ན་ཨ་དེའི་སྐབས་སུ་གང་ལྟར་ཡུ་རོབ་ཀྱི་རྒྱལ་ཁབ་ག་ལ་གང་འཚམ་ཞིག་ཨ་རིའི་སྲུང་སྐྱོབ་ལ་ཡོང་དགོས་དགོས་རེད་ད་གང་ལྟར་དང་པོ་དེ་ལ་ནེ་ཏྲོ་གི་ཚོགས་མི་ཙམ་ཚོགས་ཁོ་ཚོགས་མི་གཅིག་པ་ཨ་དེ་ཙམ་མ་ཡིན་པ་གང་ལྟར་ཁོ་ཚོའི་བར་ལ་ཕན་ཚུན་གཏིང་ཟབ་དང་ཉི་འོད་ཡར་བའོ་དེ་ར་དེ་བཏང་པས་དེ་ཡུ་རོབ་ཡོང་དགོས་ངེས་རེད་ཨ་རི་དེ་ལ་ད་དེའི་སྐབས་སུ་མེ་ཀི་རོང་གི་དེ་རིང་གང་ལྟར་སྐད་ཆ་དེ་གཞི་སྣ་ཚོགས་དེ་ལབ་རོགས་ཨ་དེ་དེའི་སྐད་ཆ་དེ་ལབ་ཚར་རྗེས་ལ་དཔེར་ན་ད་ཡུ་རོབ་ཁོ་རང་ནང་ལ་ཡལ་རྒྱུ་དེ་རེད་ད་དཔེར་ན་འཇར་མ་ནི་གི་གོ་སྒྲིག་སུ་ར་ཨ་ནི་མི་མང་པོ་ཞོགས་བྱས་ད་ངོ་རྒོལ་ཞོགས་བྱས་སོང་ང་ད་ཕེབས་དེ་ཁར་ཟ་དེ་ད།

ཨ་རིག་གི་འགོ་ཁྲིད་དེར་ནུབ་ཕྱོགས་རྒྱལ་ཁབ་ཀྱི་ཁ་ཐག་འགྲོ་སྟངས་ལྟར་དུ་བཤད་ན་ཨ་རིག་གི་འགོ་ཁྲིད་ཀྱིས་ནུབ་ཕྱོགས་རྒྱལ་ཁབ་འགྲོ་སྟངས་དེ་བར་དུ་རྒྱ་ནག་ཕར་ཞོག་ཀ་རེ་ཟོ་ར་ཨ་རི་ཕར་རྒྱ་ནག་ལ་ཁ་ཐག་ད་དེ་ག་ང་ཅག་ནི་རྒྱ་ནག་ཙམ་མ་ཡིན་པར་ད་ཁ་ཐག་ར་ཤི་ཡའི་ནང་དུ་གང་མང་པོ་འགྲོ་རོགས་འོ་དེ་ལ་ཁ་ཐག་ད་དེ་བར་དུ་དེ་ལ་ཁ་ཐག་ད། ཁ་ལོ་དུས་ད་ངོ་རྒོལ་བྱེད་ཤུགས་ད་ནི་ཁོ་ཡི་དང་པོ་དེ་ལ་ཧྥ་རན་སི་དང་རེད་རོགས་ཨ་རི་དེ་ད་གཉིས་བ་གསུམ་པ་ད་སར་བྷི་རེ་དང་ཧང་ག་རི་དམ་གི་ད།